ལྷ་གངས་སྐྱེས་པའི་གླིང་སྟེང་གི་ནང་ལོགས་ལས་བཞུགས་པའི་རྣམ་པ་ལྷན་རྒྱས་ཚང་མ་ལས་མཚམས་རེ་ཞུ་བ་དང་སྦྲགས། དེ་རིང་ཆབ་སྲིད་ཀྱི་སྐོར་ལས་ཁ་སང་དངོས་མིང་འཁྲོལ་ནས་ཚིག་ཁ་ཤས་ཀྱིས་མ་ཞུ་དགོས་བསམ་སོང། ཡིན་ན་ཡང་ད་ལྟ་ང་བསྡད་ས་ལས་ནམ་ལངས་མི་འདུག་དེ་ཡིན་དུས། གཉིས། ཟ་བའི་ཟེར་བའི་ར་བའི་རི་བའི་གཅིག་གི་ཐོག་ནས་སྐད་ཆ་ཟླ་བའི་རྡོ་བའི། གོ་ལ་མ་གོ་ལ་དེ་འདྲའི་ཆགས་སྲིད་པ་རེད་དགོངས་དག་ཞུ་ཡ་ཡིན། གཞན་དུས་ཚོད་ཡག་པོ་གཅིག་དང་འཚམས་པ་གཅིག་རག་གི་མི་འདུག། ཁ་སང་ངས་ག་རེ་ཞུས་པ་རེད་ཟེར་ན། དབྱིན་ཇིག་གི་སྐད་གིས། Political Safety གི་གཞུང་རིམ་དང་གོ་དོན་དང། ནང་དོན་རོབ་རྫི་བཅས་སྔོན་འགྲོ་གི་ཚུལ་དུ་ཞུས་པ་རེད། ད་དེ་རིང་བོད་ཀྱི་སྐད་ཡིག་དང་རིག་གཞུང། བོད་ཀྱི་རྒྱལ་རབས་ཀྱི་ནང་ལོགས་ལ་ཚུར་ཡོང་ནས་མ་ཞུས་པའི་སྐབས་སུ་ཐོག་མར་ཆབ་སྲིད་ཞེས་པའི་མིང་དེ་གི། གོ་དོན་ཟིན་ན་རེད། གྲུབ་སྟངས་ཟིན་ན་རེད། གཞུང་ལུགས་གཞུང་སྟངས་རོགས་གཅིག་བྱས། ཨ་ནི་ཆབ་སྲིད་ཞེས་པའི་མིང་དང་ཐ་སྙད་དེ་གིས་གོ་དོན་གྱི་ཐོག་ལས་འགྱུར་བ་འདྲ་བོ་གར་གར་སོང་ཡོད་མེད་དུས་རབས་སྔ་ཞིག་གི་གོ་དོན་མ་འདྲ་བ་མཁས་པ་སོ་སོའི་བེད་སྤྱོད་སྟངས་དང་མ་འདྲ་བ།

སྨྲེང་ཏིལ་གྱི་ནང་ལོགས་ནི་གཙོ་བོ་འདྲ་བོ་དང་ལྟེ་བ་འདྲ་བོ་དེ་སྲིད་ཟེར་བ་དེ་རེད། དེ་ལ་ཞེ་ས་ཁྱབ་ཞེས་པ་དེ་ཡར་སྦྱར་ནས་ནི་ཁྱབ་སྲིད་ཞེས་པའི་ཚིག་དེ་གྲུབ་པ་རེད། དཔེ་འདྲ་ཆགས་སྦྱར་བ་ཡིན་ན་ནི་ཁྱབ་འབངས་དང་ཁྱབ་འོག་ཏུ་གནས་པ་ཟེར་དེ་འདྲའི་འདུ་བ་དེ་ཚོ་གི་ཁྱབ་དེ་ཨེ་ཤེ་ས་རེད་བ་དེ་དང་གཅིག་པ་རེད་ཟེར་ཅིག། དོན་དག་འདྲ་བོ་དེ་དེ་གསུངས་མི་འདུག། དེ་གི་དབང་དུ་བཏང་བ་ཡིན་ན་ཆབ་སྲིད་ཞེས་པའི་གཡུང་དྲུང་སྙིང་པོ་དེ་གི་ནང་ལོགས་ནས་ཆབ་སྲིད་དེ་སྲིད་ཀྱི་སྔོན་ལས་བོད་ཀྱི་ལུགས་སྲོལ་ལྟར་ཞེ་ས་རྒྱབ་དགོས་པ་ཅིག་མ་གཏོགས་དམིགས་བསལ་ཁོ་རང་ལས་གོ་དོན་ཐུལ་བ་གས་མེད་པ་འདྲ་བོ་ཅིག།

འཇིག་ཡང་ཡིན་ས་རེད། དོན་དག་ལྟེ་བ་འདྲ་བོ་དེ་ཆབ་སྲིད་ཟེར་ཡ་དེ་ཕྱུག་གི་གཡོང་དང་འབྲེལ་བ་ཡོད་རེད་ཟེར། ཕྱུག་གི་གཡོང་ཟེར་བ་དེ་ནི་ཕ། མིང་དེ་ཐོགས་ཡོང་རྒྱུ་གྱི་རེད་ཟེར་ནས་འདུག་ཟེར། གསུངས་ཀྱི་འདུག་ད་ཚིག་ཕྱི་མ་གཅིག་གི་མིང་ནས་དོན་དག་དེ་འདྲ་བོ་བྱས་གསུངས་ཀྱི་འདུག། ཨ་དེ་ཡ་དེང་རབས་ཀྱི་ལོ་རྒྱུས་སྨྲ་ཟེར་ན་མི་འདུག་ནུབ་ཕྱོགས་ཀྱི་ལོ་རྒྱུས་སྨྲ་ཚུལ་ཟེར་ན་མི་འདུག་ད་དེང་སང།

ཤེས་རྒྱ་བ་དང་བྲིས་རྒྱ་བ་བྱེད་མཁན་དེ་སྔ་ཕན་ཆད་མཐོང་མ་སོང། བཤད་སྟངས་དེ་གཉིས་མཐོང་བའི་རྐྱེན་བྱས་ནས་ཟེར་ན་རེད། བློ་སྒོ་ཕྱེ་ནས་ཟེར་ན་རེད། ཨ་སོ་སོ་ལ་ཡང་ལྟ་སྟངས་མ་འདྲ་བ་དེ་འདྲས་ཡོང་ཆོག་ཡོད་རེད་བ། དེ་ཡིན་དུས་ངས་ཁྱེད་ག་རེ་བྲིས་ཡོད་རེད་ཟེར་ན། བྲིས་ཡོད་རེད་ཟེར་དུས་དེ་འཆམ་མཐུན་ཡིག་ཚགས་རིན་ཆེན་སྤུངས་པ་ནང་ལོགས་ལ་རྩ་བའི་འདི་ཚོ་ལྐོག་ངས་བྲིས་ཀྱི་ཡོད་ཁྱེད་རྣམས་པ་རྗེས་པ་འདྲ་བ་བཟི་བ་ཡིན་ན་དེ་ནང་ལོགས་ལ་ཉག་རེ་ཉོག་རེ་མང་པོ་ཤི་བོ་ཡོད་རེད། ཉིས་སྟོང་ལྔ་ལོ་པར་དྲི་བཅས་བྱས་བྱས་ཡོད་ངས་ད་ལྟ་དོན་དག་རྡོག་རྡོག་འདྲ་བ་མ་གོ་བདེ་བ་འདྲ་བ་བྱས་ཞུ་དགོས་བསམ་གི་ཡོད་དེ། ད་ག་འདྲས་ཡོང་གི་ཡོད་ཧ་ད་གོ་གི་མི་འདུག་གང་ལྟར་དཔེ་ཡིན་མིན་དཔེ་ཅན་ལ་ཐོ་བ་རེད། ཁྱབ་ཟེར་ཡ་དེ་ཁྱོད་རེད་སྲིད་ཟེར་ཡ་དེ་རིང་མཐོང་ཁོས་ཆ་ནས་ཤེས་ན་འགྲིག་གི་ཡོད་རེད་ཁ་སྐད་ལ་སྣ་དང་འཁྲིད་ཟེར་ཡ་གཉིས་ཀྱི་ནང་ལོགས་ལ་སྣ་ལ་སྲིད་ཟེར་གི་རེད་ཡང། ཞེང་དང་བཅུད་ཟེར་ཡ་སྐད་ཆ་གཅིག་ཡོང་གི་ཡོད་རེད་དེ་གི་ནང་ལོགས་ནས་བཅོས་སུ་ཟེར་ཡ་དེ་ལ་ཡང་སྲིད་ཟེར་ཡ་དེ་འཇུག་གི་ཡོད་རེད། དཔེར་ན་དར་དཀར་པོ་སྲིད་ན་རང་བ་གཅིག་ཟེར་གི་འདུག་བ། འོ་དེ་རང་འབོག་གི་དོན་དག་ལ་འཇུག་གི་ཡོད་རེད། ནི་འཁོར་བ་ལས་སྲིད་པ་ཟེར་ནས་ལབ་གི་ཡོད་རེད། དེ་ཡང། ཐོག་མ་དང་ཐ་མ་ཁྱོད་ནི་རྫོགས་ཡས་མེད་མཁན་གྱི་དུས་ཡུན་ཧ་ཅང་གི་རིང་པོ་ཅིག་ཡིན་པའི་ཆ་ནས་ནི་སྲིད་ཟེར་ཡག་གི་ཐ་སྙད་དེ་བེད་སྤྱོད་སྟངས་རེ་དེ་འདྲས་གསུང་གི་འདུག་བ། བྱས་ཙང། སྲིད་ཟེར་ཡས་དེ་རང་འབོག་གི་དོན་དག་འདྲ་བ་བྱས་ནི་ཆབ་ཟེར་ཡས་དེ་ཆོས་བྱས། ཨ་ནི་ཁྱོད་དེ་ང་ཚོ་བོད་ཀྱི་ལབ་སོག་གི་ནང་ལོགས་ལས་རིག་གཞུང་ཟེར་ན་མི་འདུག་བསམ་བློ་བཏང་བཏང་གི་ནང་ལོགས་ནས་ད་རང་ཤོད་འདྲ་བོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རེད། དམངས་ཁྲོད་ཀྱི་ཁ་དཔེ། གཉེན་སྒྲིག་དང་བག་སྟོན་གྱི་ཚིག་སྒྲ་གཏམ་བཤད་དེ་ཚོའི་ནང་ལོགས་ལ་ཡང། རིང་པོ་ལ་ཆུ་སྣ་ཡོང་དུས་ཟེར་གི་འདུག་ཨ། འཇམ་པོ་ལ་ཐག་ཁིར་ཡོང་དུས་མཐོན་པོ་ལ་རི་རྒྱ་བཙེམ་དུས་ཟེར།

བོད་བཙན་པོའི་སྐབས་ཀྱི་བྲག་བརྐོས་རི་མོ་ཀོང་པོ་ནང་ཡོད་བསྡད་པ་དེ་ཚོའི་ནང་ལོགས་ལ་ཡང། ཆབ་སྲིད་མ་ལས་པ་བྱས་ནས་ཆུ་སྲིད་ཟེར་ལབ་འདུག་བ། ཆུ་སྲིད་གཡུང་དྲུང་དང་བསྟན་པ་ཟེར་དེ་འདྲས། ང་ད་དེ་འདྲས་ཀྱི་ངའི་དཔེ་མཚོན་མང་པོ་ཤེས་བར་འདི་ཚང་མ་དཔེ་དེ་ཚོ་དྲངས་བསྡད་པ་ཡིན་ན་ཡང་གོ་དེ། ཏག་ཏག་རང་བསྡད་ས་མ་རེད་བསམ་འདུག། རྡོས་འགྲེལ་བཤད་རྒྱག་ཡོང་དུས་ད་ཆབ་སྲིད་ཞེས་པའི་ཆབ་དེ་ཞེ་ས་རང་ལས་ངོས་འཛིན་མ་བྱས་པའི་བཟང་ནི་ཆགས་ཀྱི་ཡོད་རེད། དེ་ཡིན་ན་ཆབ་འབངས་ཟེར་ཡས་དེ་ཡང་ནི་ཞེ་ས་མ་རེད་བས་ཆབ་མོ་ཞེས་པའི་ཆབ་དེ། རྡོ་སི་ལ་བ་ཡིན་ན་ད་ལྟའི་ཡང་ཕ་སྐྱེས་མ་རེད་ཟེར་ནས་ལབ་དགོས་ཁེག་རེད་བསམ་གི་འདུག་ད་ཁེག་ལེན་འདི་འདྲི་གྱི་ཐོག་ནས་ལྟ་ཚུལ་འདི་འདྲི་གྱི་ཡོད་མཁན་གྱི་ངོས་ནས་ཤེས་པ་ཡིན་ན། འོ་ན་ད་རེད་ཟེར་ན་ཆང་འཕང་ཟེར་དེ་རྒྱ་པོའང་རྒྱ་སྐད་མ་གཞོང་ག་རེ་ལབ་མིན་ལ་མ་ལྟོས་པ་དེ་དང་དེ་ཡི་ཆབ་སྲིད་ཀྱི་འོག་ཏུ་གནས་པའི་འབངས་ལ་ཆབ་འབངས་ཟེར་ནས་དེ་བསྡུས་ཚིག་འདྲ་བ་ཅིག་ཆགས་བསྡད་ཡོད་རེད་ཆབ་འབངས་ཟེར་ཡ་དེ། ང་ཚོ་བོད་ཀྱི་ཆབ་ཤོག་དང་བཀའ་ཤོག་བཙུགས་པ་དེ་ཚོའི་ནང་ལོགས་ལས། ཆབ་སྲིད་ཀྱི་རྡོག་དཀར་པོ་གཅིག་གི་འོག་ཏུ་ཟེར་གྱི་མི་འདུག། ཁྱེད་ཚང་ཆབ་སྲིད་ཀྱི་རྡོ་དཀར་པོ་གཅིག་གི་འོག་ཏུ་གནས་པའི་འབངས་ལ་ནི་ཆབ་འབངས་ཟེར་ནས་བསྡུས་བཞག་པ་ཅི་རེད་མ་གཏོགས་ནི་འབངས་ལ་རྒྱ་བོད་འབངས་ཡིན་པའི་རྒྱུ་མཚན་གྱིས་ཞེ་ས་ཆབ་སྲིད་རྒྱག་བཞིན་པ་དེ་འདྲས་ཡིན་ནམ་མིན་ནམ་ཟེར། རྡོ་སྲིག་གིས་བསམ་བློ་བཏང་ནས་འབྲི་བཤད་རྒྱག་དགོས་ཅེས་ཆགས་ཡོང་གི་འདུག་ད་དེ་ཚོ་དེ་བསམ་བློ་གཏང་ས་གི་ཡི་གེ་འདྲ་བོ་ཁྱེད་གཉིས་མ་གཏོགས་དམིགས་བསལ་གྱི་གལ་ཆེན་པོ་ཟིག་གེ་ཆགས་ཀྱི་མི་འདུག་ད་དེ་ནས་ང་ཚོ་བོད་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལས་ཆབ་སྲིད་ཞེས་པའི་ཐ་སྙད་དེ་ག་དུས་ཙམ་གྱིས་ནས་བེད་སྤྱོད་བཏང་ཡོད་རེད། ག་འདྲས་འདྲ་བོ་ཅིག་བྱས་ནས་མ་འབྱུང་དུ་ཡོད་རེད་ཟེར་ནས་ལབ་བ་ཡིན་ན། བོད་ཀྱི་ལོ་རྒྱུས་རྙིང་པ་དང། ལོ་རྒྱུས་ཡིག་སྐྱ་ཁོ་རང་རྙིང་པ་མིན་ན་ཡང་དེ་གི་བརྗོད་བྱ་ཡ་ཡག་ཐོག་བཤད་པའི་སྐབས་ལ་ཡ་ཡག་ཕྱིན་པ་ཡིན་ནའང། ཆབ་སྲིད་དེ་སྒྲོག་མདེལ་བོན་གསུམ་གྱི་རྐྱང་ཟེར་གི་ཚིག་དེ་མང་པོ་ཞུ་ཡོང་གི་རེད། སྲོང་བཙན་སྒམ་པོའི་ཡར་སྔོན་ལ་ཟེར་གི་ཡོད་རེད་བོད་ཀྱི་ཆབ་སྲིད་དེ་སྒྲོག་མདེལ་བོན་གསུམ་གྱི་རྐྱང་ཟེར་སྐབས་སུ་ནི་ཆབ་སྲིད་ཟེར་ཡ་གཅིག་ཡོང་གི་འདུག་བ། ཐ་སྙད་དེ་ཡོང་གི་ཡོད་རེད། དེ་ཡ་མཐའ་འདྲ་བོ་ཅན་སྔ་ཤོས་འདྲ་བོ་ཅིག་ཡར་བཞག་པ་ཡིན་ན། ད་བོད་བཙན་པོའི་སྐབས་ལས་མ་མང་ཡོང་དུས་བོད་བཙན་པོའི་རྒྱལ་རབས་དེ་འཐོར་འགྲོ་བའི་སྐབས་སུ། ཆབ་སྲིད་ཉམས་ཆག་གི་གསུང་སྟངས་དེ་བཤད་ཡོང་དུས་ད་བཤད་སྟངས་མང་པོ་རེད། ཆབ་སྲིད་ཕན་བདེ་གནང་མཁན་རྒྱ་དར་ཡ་ཟེར་བ་དང། ཆབ་སྲིད་སོག་རུས་ཕོ་མཐའ་བཞེངས་རི་ཞིག་ཟེར་བ་འདྲ་བོ་དང། ཨ་ནེ་ཆབ་སྲིད་ང་དང་དགུན་གྱི་ཆུ་བཞིན་འགྲིབ་ཟེར་བ་འདྲ་བོ་དང་དེ་འདྲའི་གི་ཆབ་སྲིད་ཀྱི་ཐ་སྙད་དེ་མང་པོ་བེད་སྤྱོད་བཏང་གི་འདུག་དེ་ནས་ད་ཆབ་སྲིད་ཟེར་བའི་གོ་དོན་དང་མཁས་པ་སོ་སོས་བེད་སྤྱོད་བཏང་སྟངས་མ་འདྲ་བ་དབྱེ་བ་དེ་ག་འདྲའི་གེ་ཧ་གོ་དགོས་རེད་ཟེར་ན་ཆབ་སྲིད་ཞེས་པའི་ཐ་སྙད་དེ་གི་ཚིག་གྲོགས་ལ་ག་རེ་སྦྱར་མ་སྦྱར་དེ་གི་ཆ་ནས་ནི་ཁོག་གི་གོ་བ་ག་འདྲའི་ཅིག་རྒྱག་གི་ཡོད་མེད་དེ་ཧ་གོ་ཐུབ་ཡ་འདྲ་བ་ཅིག་རེད། དཔེ་འདྲ་ཅིག་ཆ་རྒྱག་པ་ཡིན་ན། ང་ཚོ་ད་གོང་ལ་ཕྱུག་གི་སྐོར་མང་པོ་ཞུས་པ་རེད། ཁྱོད་ཆེ་ཆུང་དང། ཁྱོད་མང་ཉུང་དང། ཁྱོད་ཁ་མཐོ་མིན་དང་དེ་འདྲའི་གི་སྐད་ཆ་བཤད་ཡག་གི་ལམ་དང་ལུགས་སུ་ཡོད་རེད་བ། ཡིན་ན་ཡང་དངོས་པོ་ཁ་ཤས་ལ་མང་ཉུང་མ་གཏོགས་ཆེ་ཆུང་གི་སྐད་ཆ་བཤད་ཡག་མ་རེད། རྩམ་པ་འདྲ་བོ་ཅན་ཡིན་ན། མང་ཉུང་གི་སྐད་ཆ་བཤད་གི་རེད་མ་གཏོགས་རྩམ་པ་ཆེ་ཆུང་གི་སྐད་ཆ་བཤད་གི་མ་རེད། རྩམ་པ་རུས་བཞག་པའི་པགས་རྡ་ག་འདྲ་བོ་ཅིག་ཆ་མཚོན་པ་ཡིན་ན་དེ་ཆེ་ཆུང་གི་ཀྱི་ཤེས་གི་རེད་མ་གཏོགས་མང་ཉུང་གི་ཀྱི་ཀྱི་ཤེས་གི་མ་རེད། དེ་དང་དེ་འདྲའི་ཀྱི་ཆ་ནས་རེག་ག་ནས་དབྱེ་བ་ཅིག་བྱེད་གི་ཡོད་རེད། ད་ཆུ་གཅིག་པོ་ཡིན་པའི་དབང་དུ་བཏང་བ་ཡིན་ན་ཡང་ཆུ་དེ་ཆེན་པོ་འདུག་ཟེར་ལབ་སོང་ན། དེ་འདྲ་བའི་ཆུ་དེ་སྣོད་དང་ཕོ་བ་ནང་གི་ཆུ་མ་ཡིན་པ་དེ་གོ་ཐུབ་གི་ཡོད་རེད། གོ་འགྲོ་གི་ཡོད་རེད་གོ་དགོས་ཀྱི་ཡོད་རེད། ཁྱོད་ཆེད་སྦྱོང་བསད་དེ་རང་དབྱེ་དུ་མ་བབས་བདེ་བའི་ཆུ་དང། འབབ་ཆུ་དང་རྒྱ་མཚོ་ལ་སོགས་པ། འོ་དེ་འདྲའི་ལས་ང་ཚོས་ཆེད་སྦྱོང་སྐད་ཆ་ཤེས་ཀྱི་རེད་མ་གཏོགས་ཁྱོད་དེ་སྔོན་དང་ཕོ་བ་ནས་སློབ་ཚར་བའི་སྐབས་སུ་མང་ཉུང་གི་སྐད་ཆ་མ་གཏོགས་ཆེད་སྦྱོང་སྐད་ཆ་ཤེས་ཀྱི་མེད་པ་ཤེས་ཡག་གི་ལུགས་སྲོལ་གོ་རེ་ཡོད་མ་རེད་བ། ཕོར་པ་ནི་ལོག་རྩ་བའི་ཆུ་ཡིན་ན་རེད་ལྕགས་ཡིན་ན་རེད་འོ་མ་ཡིན་ན་རེད་དེ་མང་ཉུང་བཤད་གི་རེད་མ་གཏོགས་དེ་ཆེ་ཆུང་སྐད་ཆ་བཤད་གི་མ་རེད་བ། ཕྱི་ལོག་ལ་བབས་བསྡད་པའི་སྐབས་སུ་ཆེ་ཆུང་བཤད་གི་ཡོད་ན་ཡོད། བྱས་ཙང་ཆུ་ཆེ་ཆུང་གི་སྐད་ཆ་བཤད་ཡོང་དུས་ཨ་ནི་ཆུ་གི་རིགས་མང་པོ་བཅས་ལ་གོ་གི་ཡོད་བ་ཡིན་ན་ཡང་ཕོར་པ་ནང་གི་ཆུ་ལ་གོ་གི་མེད་བ། ཕོར་པ་ནང་ལ་ལོག་ཚར་བའི་མང་ཉུང་མ་གཏོགས་ཆེ་ཆུང་སྐད་ཆ་ཤེས་ཡ་མེད་བ་ཁེ་འགྲོ་སྟངས་བྱུ་རུ་འོ་དེ་ནང་གི་ཆབ་སྲིད་ཞེས་པ་གི་ཐ་སྙད་དེ་ལས་ཚིག་གྲོགས་ག་རེ་ག་རེ་རྒྱག་ཡོད་མེད་ལ་བལྟས་ནས་ནི་ཁོ་རང་གོ་དོན་ག་རེ་ག་རེ་ཡོང་གི་ཡོད་བ་མ་མཐའ་ལས་རྩོམ་པ་པོ་ཁོ་རང་གིས་གོ་བ་ག་འདྲ་ཅིག་གི་ཐོག་ལ་བེད་སྤྱོད་བཏང་གི་ཡོད་བ་འོ་དེས་གོ་ཐུབ་ཡ་འདྲ་བ་བྱེད། གོ་དགོས་ཡ་འདྲ་བ་གཅིག། དེ་གི་གོ་བ་དེ་མ་བླངས་བ་ཡིན་ན་ནི་ཆབ་སྲིད་ཀྱི་མི་ཐ་སྙད་སོ་སོགས་ཀྱི་ཐོག་མ་གང་ངོས་འཛིན་བ་དེ་གཅིག་པོ་མ་གཏོགས། གཞན་དག་རྩོམ་པ་པོ་ཁོ་རང་གི་བསམ་ཚུལ་དགོངས་པ་གང་ཡིན་པ་དེ་ཏག་ཏག་ལོན་ཐུབ་ཀྱི་ཡོད་མ་རེད། དེ་ཡིན་དུས་ད་དེ་རིང་ངས་གཙོ་བོ་ཆབ་སྲིད་ཞེས་པ་དེ་གའི་ཚིག་གྲོགས་ལ་ག་རེ་གར་བེད་སྤྱོད་བཏང་ཡོད་མེད་ཀྱི་དཔེ་མཚོན་འདྲ་བོ་ཁ་ཤས་ཀྱིས་མ་ཞུས་པ་ཡིན་ན་ནི་དེ་གའི་ཞོར་དུ་ལོ་རྒྱུས་ཀྱི་རྒྱུན་རིང་རིང་མོ་འདི་གའི་ནང་ལོགས་ལས་ཆབ་སྲིད་ཞེས་པའི་ཐ་སྙད་དེ་ག་འདྲའི་ག་འདྲའི་ལས་འགྱུར་བ་ཐེབས་ཡོད་མེད་ཕོ་འགྱུར་འགྲོ་ཡོད་མེད་ལ་སོགས་པ་རོབ་ཙིས་ཀྱིས་ཤེས་ཀྱི་རེད་བསམ་གྱི་འདུག། ད་ཐོག་མར་རྒྱལ་བའི་བཀའ་འགྱུར་བསྟན་འགྱུར་གྱི་ནང་ལོགས་ལ་ཡ་ཕྱིན་པ་ཡིན་ན་འདོད་སྲིད་ཡོད་རེད། ད་ལྟ་རྒྱ་བོད་ལ་བར་གྱི་གླང་པོ་ཆེ་འདི་མངའ་བའི་ཆབ་སྲིད་ཆེ་བ་ལགས་ཏེ། ཆེས་ཟད་ཐ་སྙད་དེ་བེད་སྤྱོད་བཏང་འདུག་བ། ནང་དོན་དེ་རྒྱ་པོ་ལས་ད་བར་གྱི་གླང་པོ་ཆེ་སེར་གླང་པོ་ཆེ་སྟོབས་ཆེན་པོ་ཞུ་རྒྱུ་ཡོད་ཡིན་ཟེར་བ། དེ་གི་བཀའ་དྲིན་གྱིས་ནི་རྒྱ་པོ་དེ་ཆབ་སྲིད་ཧ་ཅང་གི་ཆེན་པོ་ཡོད་རེད། ཡིན་ན་ཡང་དེ་འདྲ་བའི་གླང་པོ་ཆེ་དེ་ནི་རྒྱ་སེར་གྱི། སོ་སོའི་དགྲ་སྡེ་ལ་སྦྱིན་པ་གཏང་གིན་འདུག་ཟླ་བརྒྱ་ཟས་དེ་སྦྱིན་པ་ལ་དགའ་བ་ཆོས་ལ་དགའ་བ་དེ་འདྲས་ཀྱི་གཙོ་བོ་དེ་ཤེས་པའི་སྐབས་རེ་བ། དེ་བློན་པོ་ཚོས་མཐོང་ནས་ད་རྒྱ་བོད་ལ་དཔེ་བསགས་ཤིང་ང་ཚོ་གི་གླང་པོ་ཆེ་དེ་དགྲ་བོ་ལ་སྦྱིན་པ་གཏང་གིན་འདུག་ད་ང་ཚོ་གི་ཆབ་སྲིད་དེ་ཉེན་ཁ་ལ་ཆགས་ཀྱི་མ་རེད་བས་ག་འདྲ་བྱེད་ཀྱི་རེད་ཟེར་ནས་ཡར་ཞུས་པའི་སྐད་ཆ་དེ་རེད། དོན་དག་རྡོག་རྡོག་འདྲ་བོ་དེ་གླང་པོ་ཆེ་འདི་ཡོད་པའི་རྒྱུ་མཚན་གྱིས་ཆབ་སྲིད་ཆེ་བ་ལ་ལྟས་ཆབ་སྲིད་ཆེ་ཆུང་གི་སྐད་ཆ་དེ་བཤད་ཀྱི་འདུག་བ། དེ་ག་ནང་གི་ཀྲུང་དབྱང་ཡིག་ཆ་གི་ནང་ལོགས་ལས་བོད་བཙན་པོའི་སྐབས་ཀྱི་ལོ་རྒྱུས་དེ་མ་ཤེས་འོང་དུས་ཆབ་སྲིད་ཆེ་ལྟས་ལོང་ཤིང་ལ་རྒྱུས་ཡན་ཆད་ཤར་དུ་བུན་ཏོག་ཡང་ཆབ་སྲིད་ཆེ་ཆུང་གི་སྐད་ཆ་དེ་བཤད་ཀྱི་འདུག་བ། དེ་ག་ནང་གི་པོ་ཏཱ་ལའི་ཞོལ་གྱི་རྡོ་རིང་གི་ངོས་སུ་ཡང་ཆབ་སྲིད་ཞེས་པའི་ཐ་སྙད་དེ་མ་སྔར་ཡོང་གི་ཡོད་རེད་དེ་གི་ནང་ལོགས་ལ་ཡང་ཆབ་སྲིད་ཆེན་པོ་མཛད་ཟེར་གཅིག་ཡོད་རེད། ཁྱེད་ཚང་ཆབ་སྲིད་ཆེ་ཆུང་གི་སྐད་ཆ་དེ་བཤད་ཡོང་འདུག་དེ་བཤད་ཡོང་དུས་དེང་སང་མི་ཁ་ཤས་ཀྱིས་དེང་སང་གི་བསམ་བློ་བཏང་སྟངས་ཀྱི་ཆ་ནས་ཆབ་སྲིད་ལས་ཆེ་ཆུང་གི་སྐད་ཆ་ཐ་སྙད་ཁྱད་ཚིག་རྒྱན་ཚིག་དུ་རྒྱ་ཡོང་དུས། ཏན་ཏན་མ་བདེ་བ་ཡོང་གི་ཡོད། ཡོང་གི་རེད། གོ་མ་བདེ་བ་མ་སྙིང་བ་འདྲ་བོ་གཅིག། ག་སྲིད་དེ་ཡོང་གི་འདུག་ན་ནི་ད་ལྟ་ཁྱོད་རང་གི་བློ་ཡུལ་ལ་ཡོད་བསྡད་པའི་ཆབ་སྲིད་ཀྱི་གོ་དོན་དེ་དང། སྐབས་དེ་དུས་ཀྱི་ཆབ་སྲིད་ཞེས་པའི་མིང་གཅིག་པ་ཡིན་ན་ཡང་གོ་དོན་གཉིས་དེ་གཅིག་པ་མིན་པ། ཨོ་དེ་སེ་བ་ཆགས་ཡོང་གི་ཡོད་རེད་དེ་ཧ་གོ་དགོས་ཡོད་རེད། མ་གཏོགས་ང་ཚོ་མིང་གཅིག་རང་བསམ་ནས། དོན་དག་མ་འདྲ་བ་ཡོད་མེད་བསམ་བློ་མ་བཏང་བ་ནས་རྩོད་པ་བགྱི་བ་ཡིན་ན། དེ་དུས་ཚོད་འཕྲོ་བརླག་ཆགས་གི་ཡོད་རེད་བ། ད་དེ་འདྲའི་རྩོད་ལྡན་མཁན་མང་པོ་ཞེ་དྲག་མཐོང་ཡོད་རེད། ང་ཚོའི་སྤྱི་ཚོགས་ཀྱི་ནང་ལོགས་ལས། ཆབ་སྲིད་ཡག་དུ་འདུག་སྐད་ཆ་བཤད་གི་ཡོད་རེད་ཡིན་ན་ཡང་ཆབ་སྲིད་མི་རེ་རེ་གོ་བ་རེ་རེ་ལེན་དུ་ཡོད་རེད།

ཡིན་པའི་ཆ་ནས་རྩོད་པ་བརྒྱབ་སྟེ་དེ་འདྲ་ཡོང་འདུག་བ་དང། འདི་འདྲའི་གི་ཐོག་ལ་དཔེ་བརྗོད་འདྲ་བ་ཀྱི་དཔེ་མཚོན་བྱེད་འདུག་བ་དེ། ཅེས་ཞུས་པ་ཡིན། ཨ་སེ་བ་ཆགས་རེད་བསམ་འདུག་དེ་ལས་གློག་བརྙན་ཟེར་ན་མི་འདུག་དེ་འདྲ་ཆོབ་འདྲ་བ་ཀྱི་རེད་ཤག་ཡིན་ན་ཡང་དེ་གོ་དོན་དགའ་རོགས་འདུག་བསམ་འདུག་དཔའ་བོ་ཅེས་ཀྱི་སྤུ་གུ་སོང་ཡིན་ན་གཞས་ཡིན་ན་བཅིངས་འདུག་བ། སྤུག་རེ་རེ་ལ་ཉྭ་བཞི་རེ་བྲོ་བ་མ་འདྲ་བ་རེ་རེ་སྤྲད་གི་འདུག་ཁ་ཤས་ལ་མངར་མོ་ཁ་ཤས་ཀྱི་གཅུང་མོ་ཁ་ཤས་ལ་ཁ་ཚའོ་ཁ་ཤས་ལ་ཞིམ་པོ་འདྲ་དེ་འདྲས་པགས་པ་གཅིག་གཅིག་སྤྲད་ནས་ནི་སོ་སོས་སོ་སོ་དང་ཟ་གི་རོགས། མི་རེ་རེ་ལ་བྲོ་བ་མ་འདྲ་བ་རེ་རེ་མྱངས་ཡོད་རེད་ཡིན་ནའི་སྤུག་ཁོ་རང་ཚོ་ཧ་གོ་གི་ཡོད་མ་རེད། གཉའ་ཟིར་གཅིག་རང་དཔའ་བ་གི་སྤྲེལ་ཡིན་མདོག་མདོག་གི་སྤྲེལ་ཡོང་རྒྱུ། སྐྱིད་ཀ་གྱི་སྤྲེལ་སོང་བསམ་ནས་ད་ཁ་ཤས་ཀྱི་ཞིམ་པོ་འདུག་ཟེར་བར་ཁ་ཤས་ཀྱི་ཁ་ཚ་བོ་འདུག་ཁ་ཤས་ཀྱི་སྐྱུར་མོ་འདུག་ཨ་འདི་མ་རེད་ཟེར་གཅིག་གིས་གཅིག་ཆོས་རྫུན་མ་བཤད་ཀྱི་འདུག་ཟེར་ཏེ་ཁོ་ཚོ་དཔེ་འཁྲུག་པ་རྒྱག་གི་འདུག་ཨ་འོ་དེ་ནང་གི་སོ་སོ་གི་ཐ་སྙད་དེ་གི་རྗེས་སུ་འབྲང་བའི་ཟེར་ན་མི་འདུག་རྟོག་པ་ཅིག། བསམ་བློའི་འཆར་སྒོ་ཅིག་ཡོང་གི་རུ་བ། གོ་བ་ཅིག། གོ་དོན་ཅིག་ངོས་འཛིན་བྱེད་ཀྱི་རུ་བ། འོ་དེ་ག་རེ་ཡིན་མིན་དེ་ཧ་མ་གོ་བ་ཡིན་ན་ནི་ཐ་སྙད་གཅིག་པ་ཡིན་པ་ཙམ་ཅིག་གི་ཐོག་ནས། ངག་གི་བསམ་ཚུལ་དེ་ཁོ་རང་གི་ཐག་རང་ངོས་འཛིན་བྱེད་ཀྱི་ཡོད་པ་གཞི་བཞག་གི་ཐོག་ནས་རྩོད་པ་རྒྱག་ཡག་ཅིག་རུ། འོ་དེ་གི་ལྟས་ཚེ་ང་ཚོ་དུས་ཚོད་འཕྲོག་ལ་ཟེར་ན་མི་འདུག། ཨོ་ཏག་ཏག་མ་སྦས་ཡོང་དྲི་ཅིག་ཡོང་གི་འདུག་བ། དེ་ནས་ཆབ་སྲིད་འཛིན་ཟེར་དེ་འདྲས་ཡོང་གི་ཡོད་རེད། ཆབ་སྲིད་འཛིན་པ་ཟེར་ན་དེ་ལྟའི་ཚད་མ་འདི་ཡང་ཆོངས་མེད་འགྲོ། ཡིན་ན་ཡང་དེང་སང་ང་ཚོ་སྐད་ཆ་བཤད་ཡོང་ཡིན་ན་ཆབ་སྲིད་འཛིན་ཟེར་ན་དེ་ཡང་དེ་ཙམ་གྱི་ལན་པོ་མི་འདུག་བ། ལན་པོ་མི་འདུག་ན་ནི་ཆབ་སྲིད་འཛིན་མ་འཛིན་ཤེས་ལྡན་མཁན་གྱི་མི་དེ་ཚོའི་གི་ཆབ་སྲིད་ཀྱི་གོ་དོན་དང་ད་ལྟ། དེ་བདེ་བ་མེད་པར་འཚོར་བསྡད་མཁན་གྱི་མི་དུས་སུ་ཆབ་སྲིད་གོ་དོན་ཉིན་དེ་ཡང་གོ་ཧེ་བ་ལྟས་ཚིག་ཡག་རེད། ཨོ་དེ་དགོངས་པ་ཇི་བཞེས་དགོས་རེད། མདོ་བ་གི་ནང་ལོགས་ལས། བློན་པོ་གི་མཚན་ཉིད་ཟེར་ན་མི་འདུག། ཁྱད་ཆོས་ཟེར་ན་མི་འདུག། དེ་ཤེས་ཡོང་དུས་སྡུག་སི་ལ་འདུག་ཨ། བློན་པོ་ཞེས་བྱ་བ་འདི་རྒྱ་པོ་ལ་གློ་བ་ཉེ་ཞིང་བཀའ་གྲོས་ཀྱི་འཚོ་བ་དང་འཚོ་བ་ཟེར་དུས་གསོན་པོ་བསྡད་ཀྱི་ཡོད་རུང་བཀའ་བགྲོས་སྤྱིའི་འཚོ་བ་དང་དབང་པོ་ཆེན་པོ་ཆབ་སྲིད་འཛིན་པ་གང་དེ་ལ་གནས་ཤིང་འཚོ་བར་སེམས་པའོ། དེ་རེད། བློན་པོ་གི་མཚན་ཉིད་དེ་ཆབ་སྲིད་འཛིན་པ། བློན་པོ་གི་མཚན་ཉིད་ཀྱི་ད་ཆ་ཤིང་རོ་གཅིག་ལ་དབང་པོ་ཆེན་པོ་དང་ཆབ་སྲིད་འཛིན་པ་ཟེར་ཏེ། བེད་སྤྱོད་བཏང་འདུག་ཨ་ཏི་ཀ་ནང་གི་བོད་བཙན་པོའི་སྐབས་ཀྱི་བཀའ་བརྩེགས་ཀྱི་ཡི་གེ་དེ་ཚོའི་ནང་ལོགས་ལ་དེ་དང་འདྲ་བོ་ཡོད་རེད། བཀའ་ཆེན་པོ་ལ་གཏོགས་ཏེ་ཕྱི་ནང་གཉིས་ལ་དབང་གི་ཆབ་སྲིད་འཛིན་པ་བན་དེ་ཆེན་པོ་པར་གྱི་ཡང་དེ་ཡིན་སྲིད། ང་དང་ཁྲི་རལ་དང་འདི་ཚོའི་གི་སྐབས་སུ

དེ་བྱེད་དུས་ནི་ད་ལྟ་ང་ཚོས་ཆབ་སྲིད་འཛིན་ཟེར་ཡག་གི་ཐ་སྙད་དེ་བེད་སྤྱོད་བཏང་ན་ག་འདྲའི་ཆ་ས་རེད་འཛིན་ཟེར་ཡག་གི་ཚིག་དེ་བེད་སྤྱོད་བཏང་ས་ག་ཡོད་ལས་གར་གར་ཡོད་རེད་གར་གར་ཡོད་མ་རེད། འོ་དེ་ཚོ་དབྱེ་གསེས་གཅིག་བྱེད་དགོས་ཀྱི་ཡོད་རེད། ད་ག་ནང་གི་ཆབ་སྲིད་དུ་མ་ཟེར་ཡག་དེ་འདྲས་བེད་སྤྱོད་བཏང་གི་ཡོད་རེད། ད་ལྟ་ང་ཚོའི་རྒྱ་སྐད་སྤྱིར་ཆབ་སྲིད་དུ་མ་ཡོད་རེད་ཟེར་ན

དེ་གི་འགྱུར་བྱང་གི་ནང་ལོགས་ལས་འདུག་སུ་ཡོད་རེད། སངས་རྒྱས་ཀྱི་བསྟན་པ་ལ་ལྷག་པར་མོས་ཤིང་སྤམ་བསྒྱུར་དང་ཆབ་སྲིད་དུ་མ་ལ་དབང་ཤུགས་དམ་པའི་གོ་འཕང་ཐོབ་པའི། ཞྭ་གློ་བ་ཀུན་ཀྱང་གྲགས་པ་རྒྱང་མཚན་དུ་བེང་ཞིག་ལོང་གི་གཙུག་ལག་ཆེན་པོ་པར་ཐབ་པ་གླིང་དུ་བཞུར་ཅིང་བཞུར། བཞུར་ཅིང་བཞུར་ཏེ་སྟེང་ལ་བབས་པའོ། ཆབ་སྲིད་དུ་མ་ལ་དབང་ཤུགས་ལྡན་པའི་གོ་འཕང་ཐོབ་པ་ཟེར། དང། ཆབ་སྲིད་དུ་མ་ལ་དབང་འབྱོར་བ་ཟེར། དེ་འདྲ་ཡོད། སྐབས་དེ་དུས། དེ་གསུང་མཁན་དེ་གིས་ཆབ་སྲིད་ཟེར་ཏེ་ག་འདྲའི་ཆེད་ལ་ངོས་འཛིན་བྱས་ཤག། གོ་བ་བརྒྱབ་ཤག། བེད་སྤྱོད་བཏང་ཤག། དེ་དགོངས་པ་ཡིད་སྐྱོ་འདྲ་བ་གཅིག་རེད། དེ་ནས་ཆབ་སྲིད་མཛེས་ཟས་ཀྱི་ཡོད་རེད། མཛེས་ཟས་དེ་ཞེ་ས་ཡིན་པའི་དབང་བཏང་བ་ཡིན་ན་ཆབ་སྲིད་ཞེ་ཟས་ཀྱི་ཡོང་གི་རེད། ད་དེང་སང་ཡང་ཆབ་སྲིད་ཞེ་ཟས་ལ་བ་ཡིན་ན། ད་ལྟ་བསྡད་ཀྱི་འདུག་མི་འདུག། བསྡད་ཀྱི་མི་འདུག་ན་ཆབ་སྲིད་ཞེ་དང་མཛེས་ཟས་སྐབས་ཀྱི་ཆབ་སྲིད་དེ་དེང་སང་གི་ཆབ་སྲིད་ནང་བཞིན་གྱི་གོ་བ་རྒྱག་བ་ཡིན་ན་འགྲིག་གི་ཡོད་མ་རེད། དོན་ཡིག་ཁག་གི་ནང་ལོགས་ལ། བོད་བཙན་པོའི་ལོ་རྒྱུས་བཤད་ཡོང་དུས་རྒྱ་ལ་ཆབ་སྲིད་མཛད་ན་རྒྱ་ཡི་མཁར་བཀབ་བསྐྱུར་ལ་སོགས་པ་ཕབ་སྟེ་ཟེར། རྒྱ་བཟའ་བོད་ཀྱི་རྒྱ་ལ་ཡང་ཆབ་སྲིད་མཛད་པ་རེད་ཟེར། འདི་ག་ནང་བཞིན་གྱི་འཇང་ལ་ཆབ་སྲིད་མཛད་དེ། ཆབ་སྲིད་མཐའ་བཞི་ཞེས་པ་ནི་སྔོན་ཆད་གདུང་རབས་ཀྱིས་མ་མཛད་དོ་ཟེར་དེ་འདྲ་ཡོད་རེད། སྐྱེ་དང་ཆབ་སྲིད་མཛེས་པ་དང་ཆབ་སྲིད་ལ་མངའ་མཛེས་པ་དང་ཆབ་སྲིད་ལ་དབང་མཛེས་པ་ཟེར་བ་དེ་འདྲས་སྦྱར་ཡོང་གི་རེད། སྐབས་དེ་དུས་ཡང་ཆབ་སྲིད་ཀྱི་གོ་དོན་དེ་ག་འདྲས་ཀྱིར་གོ་དགོས་ཀྱི་འདུག་གོང་དུ་མང་མྱོང་དེ་ཆོས་དང་ཕོ་བ་རྣམས་ཀྱི་ཆོས་དང་རྩམ་པ་དང་པགས་དང་རྒྱ་དང་འགྱུར་བ་དེ་ཚོགས་ཀྱི་རགས་པ་གི་ཐོག་ནས་རྩ་བའི་ང་ཚོ་བོད་ཀྱི་ཡུལ་གྱི་དགོན་པའི་གཤིས་ལུགས་བརྡ་སྤྲོད་རུལ་བཀོད་པའི་སྐད་ཡིག་གི་འགྲོ་སྟངས་ཀྱི་ནང་ལོགས་ནས་མ་ལྟ་དགོས་ཀྱི་ཆགས་ཀྱི་ཡོད་རེད་ཟེར། དེ་ནས་ཆབ་སྲིད་བརྒྱ་བཤད་ཟེར་དེ་འདྲས་ཡོང་གི་རེད། ཡང་སྟོང་ཡིག་ཁྱེར་ནས་ཡོང་གི་རེད་བོད་ཀྱི་ལོ་རྒྱུས་རྙིང་པ་གི་ནང་ལོགས་ལ། ཕྱི་ཡི་ཆབ་སྲིད་ནི་ཕྱོགས་བཞི་བཤད་བརྒྱ་བཤད་རེད་བ་ནང་གི་ཁབ་སོགས་ནི་མི་ཉམས་པར་ལྷུན་རེ་རྟོགས།

ཁོ་རྒྱུན་དུ་གནས་ཡས་དང་བསྟན་ཡས་ཀྱི་ཆེད་དུ་སྐད་ཆ་དེ་ད་ལྟ་ཤེས་པ་ཡིན་ན་ཡང་ང་ཚོས་དེང་སང་གི་ངོས་འཛིན་མཛད་བདེ་བའི་ངོས་འཛིན་བྱེད་བདེ་བའི་ཆབ་སྲིད་ལ་རྒྱ་བ་ཡིན་ན་ཡང་མ་བདེ་བ་དང་མ་འབྲེལ་བ་གས་མི་འདུག་བ། ཨ་ཏི་ཀ་ནང་གི་ཆབ་སྲིད་རྒྱས་ཟེར་བ་དེ་འདྲས་ཡོང་གི་རེད་དེ་ཡང་མ་བདེ་བ་གས་ཡོད་མ་རེད། ཆབ་སྲིད་རྒྱས་སྲས་དེ་གའི་དཔེ་མཚོན་འདྲ་བ་གཅིག་གོང་ས་བཅུ་གསུམ་པ་གའི་རྡོ་ཟེར་གྱི་འདུ་བ་རྩི་ནི་རྒྱལ་བོ་རིམ་བྱོན་སྐུ་ཚེ་སྟེང་རྩི་ནི་ཟེར་ན་རྒྱ་ནག་མཛད་འཕྲིན་ཆབ་སྲིད་མངའ་ཐང་རྒྱས་པ་དང། དགའ་བ་བརྒྱ་ཕྲག་ལྡན་པའི་ལུགས་བཟང་གི་ཆབ་སྲིད་དབུ་མའོ་བཙན་པོ་ཡུན་དུ་བརྟན། རྒྱ་དང་བོད་གཉིས་རིམ་པ་འདྲ་བ་དང་གཅིག་གི་ཐོག་ནས་ལྗགས་ཀྱི་རྒྱལ་བ་ཀོ་ཚེ་བརྟན་པ་དང་ལྗགས་ཀྱི་ཆབ་སྲིད་མངའ་ཐང་རྒྱས་པ་གཅིག་བསྐྱེད། དེ་ག་ནང་བཞིན་དགའ་བ་བརྒྱ་ཕྲག་ལྡན་པའི་གཞུང་གི་ཆབ་སྲིད་དབང་མོ་བཙན་པོ་གཡོན་དུ་གནས་པ། ཨོ་རྡོ་སི་ཁའི་ཐ་སྙད་ཡོད་ད་དེ་ཚོ་དེ་མ་བདེ་བ་གལ་ཡོད་མ་རེད་དེ་ནས་ཆབ་སྲིད་དུ་གཤེགས་སའི་ཆོས་རེད་ཡང་དེ་དེ་ཚོ་མ་བདེ་བ་ཡོད་རེད། མ་བདེ་བའི་མདོག་ནི་གོ་དོན་མ་འདྲ་བ་ཡིན་པ་དེ་སྒོམ་པ་ཞིག་དགོས་གི་རེད་ཟེར་དེ་རེད། སྟོང་ཡེ་འཁྱག་གི་ནང་ལོགས་ལོས། ཞང་སྐྱོང་དབང་དུ་བསྡུ་བའི་སྐབས་བཤད་ཡོང་དུས། སྲོང་བཙན་སྒམ་པོའི་སྲིང་མོ་སད་མ་ཀ་དེ་ཞང་སྐྱོང་རྒྱལ་པོ་གི་ཆབ་སྲིད་ལ་གཤེགས་སོ་ཟེར་ནས་ལབ་ཡོད་རེད་བ། བོད་བཙན་པོ་གི་ཁོ་རང་སྲིང་མོ་ལ་ཡང་ལན་བསྐུར་ནས་ཁྱོད་རང་གི་ཆབ་སྲིད་ཡག་པོ་བཟུང། དེ་མ་གཏོགས་ཆབ་སྲིད་ཀྱི་དཀྲུག་མ་འཇོག་རེད་ཟེར། དེ་འདྲའི་གི་ཡ་ལན་བཏང་མ་བཏང། ཨ་ནི་སྲིང་མོ་གི་དེ་ལས་ལྡོག་སྟེ་མ་ཞང་ཞོགས་རྒྱལ་པོ་གི་སྲིད་བརླག་ཡ་གི་ལན་མ་བསྐུར་བའི་གི་ད་ལོ་རྒྱུས་དེ་འདྲ་ཡོད་རེད་བ། དེ་ཡིན་དུས་ཆབ་སྲིད་ལ་གཤེགས་ཟེར་སླ་བ་ཡིན་ན། སྐབས་དེ་དུས་གི་ཆབ་སྲིད་དེ་ག་འདྲས་ཀྱིས་གོ་དགོས་ས་རེད། ཨོ་དེ་དགོངས་པ་གཞན་འདྲ་བ་ཅི་རེད། དེ་ནི་ཆབ་སྲིད་མཐོ་དམན་གྱི་སྐད་ཆ་ཞིག་རེད། དེང་སང་ཡིན་ན་དེ་ཏན་ཏན་མ་བསྡད་ཡོང་གི་རེད་བསམ་འདུག་གོ་ཚ་མཐོ་དམན་དང་དེ་འདྲའི་སྐད་ཆ་ཞིག་རེད་མ་གཏོགས་ཆབ་སྲིད་མཐོ་དམན་ཟེར་དེ་འདྲའི་དེང་སང་ལའང་ཡིན་ན་ཏག་ཏག་རང་བསྡད་ཀྱི་མ་རེད་བ། ཆབ་སྲིད་ནི་གནའ་བའི་མཐོ་དབུ་མོ་ནས་རེ་བའི་བཙན་དེ་གནམ་རི་སྲོང་བཙན་དུ་མིང་བཏགས་སོ་ཟེར་ནས་སྲོང་བཙན་སྒམ་པོའི་ཡབ་དེ་ལ་གནམ་རི་སྲོང་བཙན་ལབ་ཡོད་རེད་བ།

ལོ་རྒྱུས་བཤད་ཡོང་དུས་དགུང་ལོ་བརྒྱད་བཅུ་རྩ་བརྒྱད་ནས་རྒྱང་དུ་གཤེགས་ཏེ་དེའི་བར་དུ་ཆབ་སྲིད་ནི་མཐོ་དབུ་མོ་ནི་བཙན། དགོན་དགུ་ནི་འབྲོག་ཟེར་ནས་བྲིས་འདུག་ཨ། དེ་དང་ཆབ་སྲིད་མཐོ་དམན་གྱི་སྐད་ཆ་བཤད་གི་ཡོད་རེད། དེ་དང་མཐོ་དང་དམའ་དང་ཆེ་དང་ཆུང་དང་བཟང་དང་ངན་ཟེར་ནས་རྒྱ་བསགས་གི་ཡུལ་དེ་ཚོ་རིགས་སོ་སོ་སོ་སོ་ངེས་དུ་ཡོད་རེད་བ། འོ་དེ་གི་ཆ་ནས་ཡང་དེ་འདྲའི་སི་ལ་ཡོང་དུས་ཆབ་སྲིད་བྱས་ཏེ་ག་འདྲའི་ཅིག་ལ་གོ་དགོས་ཀྱི་ཡོད་མེད་དེ་ཡང་གནད་འགག་འདྲ་བོ་གཅིག་རེད། འོ་དེ་ནས་ད་འདི་ངས་ཟིན་བྲིས་འདྲ་བོ་ཅིག་བྲིས་ཡོད་རེད་དེ། བལྟ་ནས་མ་ཤེས་དེ་རག་ལ་མ་རག་ལ་འདྲ་བྱས་དུས་པར་ལུགས་ལྟར་དེ་ཚིག་མགོར་འགྲོ་གི་འདུག་བ། སྒུག་ཡུལ་རིང་པོ་འདྲ་ཡོང་གི་ཡོད་པ་ཡིན་ན་དགོངས་སེལ་ཞུ་བ་ཡིན་ངས་འགྲེལ་བཤད་མང་པོ་མི་དགོས་པ་བྱས་ནས་ཉུང་ཉུང་ཅིག་ནི་མ་ཞུ་བ་ཡིན། ད་ཆབ་སྲིད་མཐོ་ཟེར་ཡོད་བ་ནང་བཞིན་ཆབ་སྲིད་དམའ་ཟེར་དེ་ཀོ་དེ་རང་ཤེད་ཀྱི་ཡོང་དགོས་རེད་བ་མཐོ་དམའི་སྙིང་པོ་དེ། རྒྱན་ཚིག་ཆེ་ཚིག་ག་ལ་མིང་ལ་མ་ལྟོས་པ་ནི་གང་ལ་སྦྱར་ན་དེ་ལ་རྒྱབ་སྙིང་ག་རྒྱ་ཆུ་བ་འདྲ་བ་ཅི་རེད། ཆབ་སྲིད་དམའ་ཟེར་དེ་ཏོང་ཡན་ཉན་གི་ནང་ལོག་ལ་སྟག་སྐྱ་བོ་ལ་གཉིས་འཛི་བཟུང་གིས་ག་རེ་ཤོད་ཡོད་རེད་ཟེར་ན་ཡོད་ཀྱི་སྲིད་དམའ།

མ་འདྲ་བ་བསོད་ནམས་མི་འདུག་ད་ཁྱད་པར་མ་ཕྱེ་བའི་ཐོག་ནས་ཆབ་སྲིད་རྒྱ་ཞེས་པའི་སྐད་ཆ་དེ་ཡོང་གི་ཡོད་རེད། ཏོང་ཡོན་ཉན་གྱི་ནང་ལོག་ལ་འབའ་དབྱེ་ཚབ་ཀྱི་མནའ་གན་ཟེར་གྱི་ཡོད་རེད་སྲོང་བཙན་སྒམ་པོའི་བར་ལ་རྒྱལ་ནང་གཉིས་ཀ་བར་ལ་མནའ་སྐྱེལ་རྒྱ་རེད་གི་གན་རྒྱ་བསོད་ནམས་མི་འདུག་མནའ་གན་མཐོ་མོ་བྱེད་ཀྱི་ཡོད་རེད་བ། དེ་གི་ནང་ལོག་ལ་ཆབ་སྲིད་ཆུ་ནི་བསྲིངས་ཞིང་དུ་ནི་བཤད། བློན་སེང་གྱིས། འདི་དང་འབྲེལ་ནས་ད་ལྟ་འདོད་ང་ཚོ་སྤྱི་བཏང་གི་ཆབ་སྲིད་ཀྱི་གོ་དོན་གྱིས་བཤད་ཡོད་རེད་བ་དེ་རེད། དེ་ལ་ཡང་གོ་དོན་གཞན་པ་བཅས་ཡོད་རེད་ད་ངས་དེབ་ནང་དེ་ལས་བྲིས་ཀྱི་ཡོད་ཁྱེད་རྣམ་པ་ལྷོད་ལྷོད་བྱུང་བ་ཡིན་ན་དེ་གཟིགས་ནས་འབྲི་གི་རེད་བ། ཆབ་སྲིད་ཟེར་དུས་གཅིག་གི་ཆུ་ནང་བཞིན་གྱི་རྒྱུན་རིང་པོ་ནས་ཡག་གི་སྨོན་ལམ་དང་འདྲ་ནས་དཔེ་ཡིན་པའི་དཔེ་ཅན་མཐོ་ཟེར་གཅིག་བྱས། ནས་གཅིག་བྱས་ན་ཆབ་ཟེར་དེ་ཞིང་ཁ། ང་ཚོ་ཁ་སྐད་ལ་ཁྱ་ཆེ་ཆུང་ལ་གར་བ། ཁྱ་ཆེ་ཆུང་ཨང་ཡང་ན་གཞན་སུ་ག་ཚད་ཡོད་མེད་ཟེར་ཏེ། ལས་ཁྱབ་ཟེར་ཏེ་བརྗེད། ནི་སྲིད་ཟེར་ཏེ་སྤྱོད་ཀྱི་རིང་ཐུང་དེ་བརྗེད་ནས། ནི་ཁྱབ་སྲིད་ཟེར་ཏེ་རྒྱ་པོ་དེ་གི་མངའ་ཐང་རྒྱ་ཁྱོན་གྱི་ཡོད་རེད་བ། འོ་དེ་གི་མིང་དང་འབྲེལ་ནས་གྱོང་བསྡད་པ་ཅི་རེད་བྱ་སྲིད། ད་དེ་ཡིན་པའི་དཔེ་མཚོན་ལ་ད་ལྟ། རྒྱལ་བློན་གཉིས་ཀྱི་རྣག་གཞན་གྱི་ཚིག་གི་ནང་ལོགས་ལ་དེ་འདྲ་བ་ཞིག་ཡོང་གི་ཡོད་རེད། ཆབ་སྲིད་ཆོས་ནི་སེང་ལ་འདུ་བ། འབའ་ཡེ་ཚེབ་ཀྱི་སྲོང་བཙན་སྒམ་པོ་ལ་ཡར་ལ་གོར་དང་ཁོ་རང་གི་བྱས་རྗེས་དང་ད་སྲོང་བཙན་སྒམ་པོ་བྱས་རྗེས་དང་འབྲེལ་ནས་བཤད་ཡོང་དུས། ང་ཚོ་གི་ཆབ་སྲིད་དེ་ཆོས་ནི་སེང། གཞན་དུ་ནི་ཤེས། ངོ་རྡོ་སི་ཅན་ནས་ཡ་ཤུ་ཡོར་སྲོང་བཙན་སྒམ་པོ་ག་ད་ག་ནང་གི་ནི་ཡ་མོ་ནི་ཁྱོད་ཐོང་གི་ལྷོག་ནི་ནི་ཞང་དུ་ཆེ་ཞང་ནི་ནི་ལྷོག་ར་ཤེས་སེ་ནི་བོད་ཀྱི་ཕྱོགས་བཞི་ལ་རྒྱ་ཞེས་པའི་ཀོག་དེ་ཕ་དེ་ལ་ལེན་ཐབས་སེ་ན་མི་འདུག་རྡོ་སི་ཡོར་རེད་དེ་བྱས་ཡོང་དུས་ནི་ཁྱབ་ད་སི་སེ་ཡ་དེ་ཁྱ་ཆེ་ཆུང་དང་སྣ་རང་ཐོང་ལ་ཀོག་ཡོ་བ་དེ་ཡང་རྒྱ་པོ་དེ་གི་རྒྱ་ཁམ་གི་རྒྱ་ཁྱོན། ཤར་ལྷོ་ནུབ་བྱང་གི་རྒྱ་ཁྱོན་བརྗེ་བར་བ། ང་ཚོ་བོད་སྐད་ཆ་དང་སྣ་ཤེས་བ་ཡིན་ན་ལྷོ་བྱང་གཉིས་འདི་ཕལ་ཆེར་ཆ་ཆེ་ཆུང་སྐད་ཆ་རེད། ཤར་ནུབ་གཉིས་འདི་སྣ་རང་མཐོང། དངོས་པོ་ག་འདྲ་ཅི་ཡོད་ན་ཡང་ཁོ་རང་ཉིད་ཕྱོགས་དེ་ལ་སྣ་ཟེར་གི་རེད་བ། ལྟས་ཚེ་ཆ་ཆུང་བ་དེ་ལ་ནི་ཆ་འདི་ཞེང་ཟེར་གི་རེད་བ། ཞེང་ཆེ་ཆུང། འོ་དེ་འདྲའི་གི་ཆ་ནི་ཆབ་སྲིད་ཟེར་བའི་མིང་དེ་ཐོག་མེད་འགྲོ་བ་སྲིད། གནའ་སྔ་མོ་ཡིན་ན་རེད་ད་ལྟ་ཡིན་ན་རེད་ད་རྒྱ་བོད་ཡིན་ན་རེད་རྒྱ་ཁམས་ཡིན་ན་རེད་རྒྱ་ཁབ་ཡིན་ན་རེད་གཞུང་ཡིན་ན་རེད། གལ་ཆེ་ཤོས་ཀྱི་ད་ས་ཁྱོན་འདི་རེད་འདུག་བ། མེད་ན་མེད་ཐབས་མེད་བ་འཚོ་གནས་མི་ཐུབ་ཡ། ཇི་ལྟར་དངོས་པོ་ག་འདྲས་སྤྱད་ནས་སར་བསྟན་ནས་ཡོད་རེད་བ། ཁྲིམས་ལ་རྒྱུ་དང་མི་རྒྱུ་ས་གཞི་དེ་ཡོན་ཏན་ཀུན་གྱི་གཞི་རྟེན་ལག་པར་སོང་ཟེར་ནས་ད་ས་ཟེར་ཡ་དེ། གཏན་གྱི་གཙོ་བོ་རྒྱན་པའི་དཔེ་མཚོན་ཟེར་ན་མི་འདུག་དེ་ཡོངས་གྲགས་ཆགས་བསྡད་ཡོད་རེད་བ། དེ་སྐྱེ་དུས་ནི་ས་ཁྱོན་དེ་དང་འབྲེལ་བའི་མིང་བཏགས་རྒྱ་བ་ཅིག་ཆབ་སྲིད་ཟེར་ཡ་དེ་ཁོ་རྒྱ་བཤད་མ་བཤད་དང་ནི་སྣ་ནས་ཞིང་དུ་བཤད་དཀྱུས་སུ་བཤད་སའི་སྦྱོར་བ་དེ་ཚོ་དེ་ཚོ་འབྲེལ་ནས་ཚིག་དེ་ཚོ་ཚུར་མཐུད་བརྒྱབ་ཡོང་དུས་ནི་ཆབ་སྲིད་ཟེར་དེ་ཡོང་སྟངས་དེ་རྡོ་སུ་མེད་འགྲོ་ཟེར་གྱི་ཡོད་རེད་ད་དེ་ཚོ་མང་པོ་ཞུ་མི་དགོས་བ་བྱས། དེ་ནས་ཆབ་སྲིད་ཆོས་ཀྱི་བསྐྱངས་པ་ཟེར་དང་ཆབ་སྲིད་བསྐྱངས་ཟེར་དེ་ཡོང་གི་ཡོད་རེད་ད་དེ་དེང་སང་མ་ཚང་བ་དག་མི་རིང་བ་གལ་ཡོད་མ་རེད་དེ། ག་འདྲ་ཁྱེར་བེད་སྤྱོད་བཏང་ཡོད་བ་ཡིན་ན་ང་ཚོས་བསམ་བློ་ཐུ་བ་བཏང་དགོས་ཡ་གལ་མི་འདུག་བསམ་གི་འདུག་དེ་ནས་ཆབ་སྲིད་དང་ཆོས་སྲིད་ཟེར་ནས་ཡང་སོ་སོར་བཤད་དགོས་པ་དེ་འདྲ་ཡོད་རེད་དེ་ཡང་ང་ཚོས་བསམ་བློ་བཏང་དགོས་ཡ་འདྲ་བ་ཁྱེད་རེད། སྲིད་ཟེར་དེ། གོ་དོན་གཅིག་ཐོག་ནས་འགྲེལ་བཤད་བགྱི་བ་ཡིན་ན། གཡག་གི་རྒྱ་སྐད་ཅེས་ཁས་ཞེ་དགུ་ནང་སོག་འདྲ་ཤེས་མ་དགོས་པའི་ཐོག་ནས་ང་ནི་ཚོགས་པ་སྐྱིད་སྡུག་ནི་ཅེས་མང་ནས་མི་ཚང་གཅིག་གིས་བྱེད། ཐ་ན་མི་གཅིག་གིས་སོ་སོ་གིས་བྱེད། འདོད་དོན་སྒྲུབ་ཡག་གི་ཆེད་དུ་ཐང་ལྷ་མང་པོ་ཅན་ཁུ་སིའི་ཡིན་སྡེ་བའི་བཟོ་འདི་བྱེད། དེ་བྱེད་དུས། ནི་དགོན་སྡེ་ཁག་ཆོས་ཚོགས་ཁག་ཆོས་ལུགས་གྲུབ་མཐའ་སུ་འདྲ་བྱས་ན་ཡང་ཁོ་རང་གི་སོ་སོ་གི་ཕྱོགས་སུ་གཏོགས་པ་ཡག་གི་ད་ལྟ་རུ་ནི་ཅེས་མ་གི་འཁོར་སློབ་མ་ནི་ཅེས་ད་བླ་མ་ནི་ཅེས་ཚང་མ་ཅིག་སྲུང་ཤུབས་བྱེད་ཡ་དང། ཐ་སྙད་རྐྱེན་པ་ཀྱི་བེད་སྤྱོད་བཏང་བ་ཡིན་ན་འཛིན་སྐྱོང་སྤེལ་གསུམ་བཅས་ཀྱི་ཡོ་རོབ་བ་སོ་སོའི་ཆོས་ལུགས་གྲུབ་མཐའ་དེ། འོ་དེ་གའི་ཐར་ལམ་དེ་ཡང་བ་རྗེ་སི་ཡིན་དེ་བས་བཟང་རེད་ཅེས་ཡོང་གི་འདུག་བ། འོ་དེ་འདྲའི་གི་ཆ་ནས་ཆོས་སྲིད་སོ་སོ་ཤེས་དགོས་བ་དེ་འདྲ་ཡོད་རེད། བཀའ་འགྱུར་གི་ནང་ལོགས་ལས་སྤྲིང་ཡིག་མང་པོ་ཡོད་རེད། བོད་རྒྱལ་འབངས་ལས་སྤྲིང་རྒྱལ་བའི་སྤྲིང་ཡིག་བོད་ཀྱི་གྲོས་ཐོག་མཁས་པ་དེ་ཚོ་གི་དྲིང་ལ་རྒྱ་གར་གྱི་དཔོན་སྒྲོབ་དེ་ཚོ་གིས་བོད་བཙན་པོ་ལི་ཚོ་བཏང་རྒྱབ་ཡིག་སྐད་མང་པོ་ཡོད་རེད་དེ་ཚོ་ནང་ལོག་ལ་ཡོང་གི་འདུག་བ། བོད་ཀྱི་མི་རོབ་ནག་པོའི་བཀའ་ཁོངས་ཆེ་སྲིད་ཀྱི་ཆབ་སྲིད་མངའ་ཐང་དགོངས་ལ་རེད་དེ། ཆབ་སྲིད་དེ་ལ་རིགས་མང་པོ་ཡོད་པའི་སྐད་ཆ་དེ་ཡོང་གི་འདུག་བ་སྲིད་ཀྱི་ཆབ་སྲིད་ཟེར་ཡོད་དེ་འདྲ། ད་ལྟའི་གི་ལྡོག་ཕྱོགས་ལ་ཆོས་ཀྱི་ཆབ་སྲིད་ཟེར་ཞིག་ཡོད་དགོས་ཡོད་རེད་མ་གཏོགས། དེ་མེད་ན་ཀོ་ཆབ་སྲིད་མངའ་ཐང་དགོངས་ལ་རེག་ལབ་རྒྱུ་ནི་འགྲིག་རེད་མ་གཏོགས་སྲིད་ཀྱི་ཆབ་སྲིད་མངའ་ཐང་དགོངས་ལ་རེག་སྲིད་མིག་སྲིད་ལབ་དགོས་ཡག་གལ་མི་འདུག་ཨ། ད་དེ་ནས་མ་མ་ཡོང་དུས་ད་ནི་སྒམ་པོ་བའི་གསུང་འབུམ། དྭགས་པོ་ལྷ་རྒྱལ་གྱི་གསུང་འབུམ་གྱི་ནང་ལོགས་ལས་བསྡུས་སུ་ཡོང་གི་འདུག་ཨ། རྨི་ལམ་གྱི་འགྲེལ་བཤད་དེ་རྒྱག་མྱོང་དུས་མདུན་དུ་ཆུ་མིག་ལྡོག་བ་དེ་ཆོས་ཀྱི་ཆབ་སྲིད་དར་བའི་ཟླ་རྒྱབ་ན་འོད་ཀྱིས་འཁྱིལ་བ་དེ་བོད་ཁམས་དཀར་པོ་གཏོང་བའི་ཟླ་ཟེར། འོ་དོ་སུ་མི་ལ་རས་པ་དང་ཁོང་རྣམ་པ་གཉིས་ཀྱི་དེ་རྨི་ལམ་ཟླ་དྲུག་གི་གླུ་མགུར་དེ་ཚོ་ནང་ལོག་ལས་ཡོང་གི་ཡོད་རེད། བོད་རྒྱལ་དམངས་ལ་སྤྲིང་ཡིག་དེ་གི་ནང་ལོག་ལས་སྲིད་ཀྱི་ཆབ་སྲིད་ཟེར་ཡོང་གི་འདུག་བ་ད་ལྟ་དེ་གི་ནང་ལོག་ལས་ཆོས་ཀྱི་ཆབ་སྲིད་ཟེར་ཡོང་གི་འདུག་བ་སྤྱི་ཟླ་ཆབ་སྲིད་དེ་ཡང། ཆོས་དང་སྲིད་སོ་སོ་ལ་བར་ཆད་ནས་རྒྱ་ཡོང་བའི་དེ་འདྲའི་ཡང་ཡོད་མི་འདུག་ཨ། ཡང་སྐབས་དེ་དུས་གོ་དོན་དེ་ལྟའི་ཚིག་མ་འདྲ་བ་ཡོང་གི་རེད་བ། དེང་སང་མང་པོ་ཅིག་གིས་ཆོས་ཀྱི་ཆབ་སྲིད་ཟེར་ན། ཕ་རྒྱལ་དེ་ཡང་བདེ་བོ་རང་ཡོད་ཀྱི་མ་རེད་ཆབ་སྲིད་ཟེར་དུས་ཀྱི་ཀྱི་ནག་པོ་ནག་རྐྱང་དང། མ་རབས་རྐྱང་རྐྱང་ཡིན་དགོས་རེད་ཟེར་ནས་ལབ་བདེན་གི་དེ་འདྲ་ཡོང་གི་འདུག་ཨ།

ཁྲི་རལ་པ་ཅན་གྱི་སྐབས་སུ་གཞག་བཞག་བ་ལྟར་ན་གཙུག་ལག་ཁང་གི་མདུན་གྱི་རྡོ་རིང་གི་ངོས་སུ་བརྐོས་བཞག་བ་དེ་ཆགས་ཀྱི་ཡོད་རེད། དེ་གི་ནང་ལོགས་ལ་ཡང་ཆབ་སྲིད་མོར་བ་ཟེར་བ་དེ་འདྲ་ཡོང་གི་འདུག་བ། ཆབ་སྲིད་གཅིག་ཏུ་མོར་ནས་ཟེར་བ་དང་ཆབ་སྲིད་གཅིག་ཏུ་བརྗེས་ཏེ་ཟེར་བ་དེ་འདྲ། བརྗེས་ཟེར་བ་དེ་དེ་ཐོག་བརྗེས་པའི་གི་བརྗེས་དེ་རེད་དོ། འོ་དེ་འདྲའི་གི་ཐ་སྙད་ཡོང་གི་ཡོད་རེད། དེ་ཡིན་དུས། སྐབས་དེ་དུས་རྒྱ་དང་བོད་གཉིས་འདི་སོ་སོ་ཅན། རྒྱ་རྒྱ་ཡོད་བོད་བོད་ཡོད་སྐད་ཆ་བཤད་གི་ཡོད་རེད་ཡིན་ན་ཡང་ཆབ་སྲིད་གཅིག་དུ་མོར་བསྲེས་ཡོང་དུས། སྐབས་དེ་དུས་ཀྱི་ཆབ་སྲིད་དེ་ཡང་ག་འདྲི་ཅིར་གོ་དགོས་ཀྱི་འདུག། རྒྱ་སྐད་གཉིས་རྒྱ་སྐད་གཅིག་བྱེད་ཀྱི་ཡིན་ཟེར་གྱི་ཡོད་མ་རེད་རྒྱ་སྐད་སོ་སོ་ཡིན་པའི་ཀྱི་ད། ཕྱི་ཉིན་སྐད་བརྡ་ཆེ་ཤོས་དེ་བཞག་སྡོད་ཀྱི་ཡོད་རེད་དེ་ཡིན་གྱི་ནང་ལོགས་ལ་བསྲེས་བསྡད་པའི་ཚིག་གི་རེད་བ།

དེ་འབྲེལ་གྱི་ཐོག་ནས་ང་ཚོ་ཆབ་སྲིད་ཟེར་བའི་དེ་ཐ་སྙད་ཀྱི་མིང་གི་ཁྱོད་ཀྱི་ལག་ཡ་དང་ངའི་ལག་ཡ་མིང་གཅིག་པ་ཡིན་ན་ཡང་དེ་གི་གོ་དོན་མ་འདྲ་བ་ག་རེ་ཡོད་མེད་དེ་ཚིག་གྲོགས་ལ་བརྟག་གིན་བརྟག་གིན་གོ་བ་རྒྱབ་དགོས་ཡོད་ཅིག་ད་དངོས་གནས་ཆབ་སྲིད་ཀྱི་ཐོག་ལ་རྩོད་ལེན་བྱས་ནས་ཡག་དེ་འདུག་ཟེར་ནས་རྩོད་དགོས་ཡོད་པ་ཡིན་ན། སྔོན་ལས་ཁྱོད་རང་གི་ཆབ་སྲིད་ཀྱི་གོ་དོན་དེ་དང་ངའི་ཆབ་སྲིད་ཀྱི་གོ་དོན་གཉིས་དེ་གཅིག་པ་རེད་འདོད་མི་འདུག་དེ་ལྟ་ནི། གཅིག་པ་རེད་འདོད་ན། གཞི་ནས་ཚོས་གཅིག་པ་རེད་མི་འདུག་ན་ཨ་ལས་དང་པོ་དེ་གཉིས་དེ་ཚོས་གཅིག་པ་བྱས་ནས། ཁོས་ཆབ་སྲིད་ལག་དུས་འདི་ལག་ཡོད་རུང་བ་ངས་ཆབ་སྲིད་ལག་དུས་འདི་འདྲིས་ཀྱི་ལག་ཡོད་བ་བསམ་པ་གཅིག་ཐོག་ནས། གཞི་ནས་རྩོད་པ་ཡིན་ན་རྩོད་པ་དེ་བདེན་པའི་བདེན་པ་གཅིག་ཡོང་གི་རེད་བསམ་གི་འདུག་ད་དེ་རིང་ཕ་རྗེས་དེ་འདྲའི་འདྲ་བོ་བྱས་མེད་འགྲོ་བསམ་གྱི་འདུག་དེ་ནས་དུས་ཚོད་བྱུང་བ་ཡིན་ན་ཐེངས་རྗེས་མ་གཅིག་ལོས། ད་ཆབ་སྲིད་ཀྱི་ནང་ལོག་ནས་ཟེར་ན་རེད་ཆབ་སྲིད་ཀྱི་ཆ་ཤས་ཟེར་ན་རེད། གལ་ཆེ་བ། སྲིད་ཇུས་ཟེར་དེ་གཅིག་ཆགས་ཀྱི་ཡོད་རེད། ནི་དབང་ཆ་ཟེར་དེ་གཅིག་ཆགས་ཀྱི་ཡོད་རེད་དེ་ནི་རྒྱ་ཁབ་ཟེར་ཡ་དང་གཞུང་ཟེར་དེ་ཚོ་དེ་ནི་འགའ་ཆགས་ཀྱི་ཡོད་རེད། འདི་ཚོ་ཡང་ང་ཚོ། མན་གཅིག་པ་ཡིན་པའི་ཐོག་ནས་ཡང་གོ་བ་བློ་ཡུལ་ལ་འཆར་ཡོང་དུས་ཕ་རྒྱའི་མི་ཚང་མ་གཅིག་པ་ཡིན་གྱི་མ་རེད་བསམ་འདུག་མི་ཁ་ཤས་ཀྱིས་སྲིད་བྱུས་བཟོས་དུས་འདི་འདྲ་གྱི་རེད་བསམ་སོ་སོའི་བློར་ཚོད་དཔག་བྱས་ཡོད་ར་ཕ་ཞོག་དེ་གའི་སྲིད་བྱུས་ལངས་ཡོང་དུས་ཁྱོད་རང་གི་བློ་ཡུལ་ལ་འཆར་བ་ནང་བཞིན་འཆར་བའི་ངེས་པ་ཡོད་མ་རེད་བྱས་ཙང་དེ་ཚོ་དེ་གཅིག་གྱུར་དགོས་ཡོད་དེ། དེ་ཚོ་ནི་འགའ་འདྲ་བ་འཆར་གི་འདུག་ཨ། ང་དེ་ནས་ཡང་ཨ་མ་དུས་ཚོད་འདྲ་བྱུང་བ་ཡིན་ན། ང་ཚོ་བོད་པའི་སྲོལ་རྒྱུན་དང་ནང་ཆོས་ཀྱི་ནང་ལོགས་ནས་ཆབ་སྲིད་ཀྱི་གཞུང་རིམ་མ་ཤེས་སྟངས་བྱས་པ་རེད། ག་དུས་བྱུང་ཡོད་མེད་དེ་ཚོ་བལྟས་ཚེ་ཞུ་ཐོབ་ན་བསམ། དེ་ནས་དེ་འདྲའི་འདྲ་བ་ཅི་ཡིན་ཚང་མ་ལ་བཀྲ་ཤིས་བདེ་ལེགས།